བཅར་འདྲི་ཁ་ཅིག་བྱེད་ཀྱིན་ཡིན། ཁོང་མོ་གིས་འདས་པའི་ལོ་ཤས་ནང་ལ་ཡང་དབྱིན་བོད་གཉིས་ཀྱི་ནང་ལ་ཡ་དེ་མང་པོ་ཅིག་བརྒྱུད་གནང་ཡོད་རེད། ད་རེས་དེ་དང་འབྲེལ་བའི་ང་ཚོ་བཅར་འདྲི་ཁ་ཅིག་བྱེད་ཀྱིན་ཡིན། ཨ་ནེ། བརྡ་སྤྲོད་ལ་ལས་ཡག་ཐོག་མར་བཀྲ་ཤིས་བདེ་ལེགས་ཞུ་བ་དང་ཐོག་མར་ཁྱེད་རང་གི་ངོ་སྤྲོད་ཅིག་གནང་རོགས་བྱེད་དང། བཀྲ་ཤིས་བདེ་ལེགས་ཕན་ཚུན་ལ།
ད་ངའི་མིང་བརྡ་སྒྲོན་ཡིན། ང་བོད་ཁྱིམ་གོ་པ་པོ་ནས་ཐོན་པའི་སློབ་མ་བྱིངས། དེ་ནས་སེ་ལ་གུ་བོད་ཁྱིམ་བྱས། དེ་ནས་ས་རཱ། བོད་ཀྱི་མཐོ་སློབ་ཁང་འདི་རྗེས་ནས་ཉིས་སྟོང་བཅུ་གཉིས་ནས་རྗེས་བོད་ཀྱི་དཔེ་མཛོད་ཁང་ལ་ནང་ཆོས་ཀྱི་སྐད་བསྒྱུར་དང་ཡིག་བསྒྱུར་ཚན་པའི་ནང་ལ་ལས་ཀ་བྱེད་བཞིན་པ་ཡིན། ལྷ་ས་དར་གྲོལ་ལ་ད་འདས་པའི་ལོ་མང་པོ་རིང་ལ་ཡང་ཁྱོད་རང་གིས་ད་ལྟ་དབྱིན་བོད་གཉིས་ཀྱི་ནང་ལ་སྡེབ་མང་པོ་ཞིག་བསྒྱུར་གནང་འདུག་དེ་ནས་སོང་ཙང་དེ་ནང་བཞིན་གྱི་བོད་ཀྱི་དཔེ་མཛོད་ནང་ལ་ཡང་ནང་ཆོས་ཀྱི་མཛེས་སྡེར་ཁག་ལ་ཡང་སྐད་བསྒྱུར་གནང་དེ་འདྲ་བྱེད་ཀྱི་འདུག་དེ་ནས་སོང་ཙང་ཁྱོད་རང་གིས་ཡང་ཡུལ་རྒྱུག་གི་ཐོག་ལ་ཡང་ཡུལ་རྒྱུག་ལ་ནི་དེ་ལྟ་ང་ཚོ། རྒྱུག་གི་ཐོག་ལ་ཡང་ཁྱོད་རང་གིས་ཅིག་དངོས་སུ་ཆེད་སྦྱོང་འགྲོ་བྱེད་ནུས་ཡོད་ན་ཡང་ཡུལ་རྒྱུག་དེ་ག་དུས་འགྲོ་དགོས་ཚུལ་ཡིན། ཅི་ད། རྒྱུག་ལ་རྩ་བའི་ང་རང་ཨིན་ཁ་ལ་ཁ་མཚམས་ཡོད་ཡིན་པ་ཡིན་ན་ང་ཚོ་ཆེད་སྦྱོང་དེ་འདྲའི་ད་བྱེད་ས་ཡི་ཞེ་དྲག་ངེས་མ་ཡིན་ན་ཞེ་བོ་ཞིག་ཡོད་མ་རེད། ཡིན་པ་ཡིན་ནས་ད་ང་ཚོ་དགེ་རྒན་རྣམ་པ་ཚོ་རེད་ཨ་ནི་གྲོགས་གྲོགས་མོ་རེད་དེ་འདྲས་ད་མཐོ་སློབ་ནང་ལ་ཁོང་ཚོས་ཀྱིས་ད་སེམས་ཤུགས་སྤར་ཨ་ནི་རང་ངོས་ནས་འདིས་དབྱིངས་ཡོད་དེ་འདྲས་བྱས་ནས་ཨ་ནི། རྗེས་ལ་བོད་ཀྱི་དཔེ་མཛོད་ཁང་ནང་ལ་བསྒྱུར་གྱིས་ང་ཚོ་ཟབ་སྦྱོང་དེ་འདྲས་ཡོད་རེད་དེ་འདྲས་གཅིག་ནང་འཛུལ་ཞུ་བྱེད་དེ་འདྲས་བྱས་ནས་ཨ་ནི་མ་གཞི་དམིགས་བསལ་ཆེད་སྦྱོང་ལོགས་སུ་དེ་འདྲས་ཁས་བྱས་མེད་ལ། ལས་སོ།
ཨ་ནི་ད་ཇི་ལྟར་ང་ཚོ་བཙན་བྱོལ་སྤྱི་ཚོགས་ནས་ཆ་མཚོན་པ་ཡིན་ན་སྤྱི་བཏང་ཡུལ་བོད་ལོ་ཙཱ་བ་བྱེད་མཁན་ཉུང་ཉུང་རུ་བ། དེ་ནང་ལོ་ཡང་དམིས་བསལ་བོད་མིའི་ལོ་ཙཱ་བ་བྱེད་མཁན་ཉུང་ཉུང་རུ་བ། དེ་འདྲ་སོང་ཙང་ཡང་ཁྱོད་རང་གིས་ལོ་ཙཱ་བ་བྱེད་རྒྱུ་དེ་སྤྱི་བཏང་སོ་སོ་གི་ཡང་དམིགས་ཡུལ་འགྲོ་བ་ཡིན་ན་ཡང་སོ་སོ་དགའ་ཕྱོགས་འགྲོ་བ་ཡིན་ན་དེ་ག་འདྲའི་འགྲོ་བ་ཡིན་ན། རེད་རེད།
ད་ཐོག་མའི་ང་དམིགས་ཡུལ་འགྲོ་བ་འདི་ད་ལོ་ཙཱ་བ་ཅིག་བྱེད་བསམ་པ་ཅི་ད་མེད། ཡིན་པ་ཡིན་ནའི་སོ་སོ་སྐད་ཡིག་གཉིས་ལ་ཡང་དབྱིངས་དང་དོ་སྣང་ཡོད། ཨ་ནི། དེ་ཡིན་ཙང་ཨ་ནི་ད་ངས་ཁོང་ལ་ཞུ་བ་ནང་བཞིན་ཨ་ནི་མཐོ་སློབ་ལ་སོ་སོའི་དགེ་རྒན་རྣམ་པ་རེ་ཨ་ནི་གྲོགས་གྲོགས་མོ་ཚོ་གི་དག། རྒྱབ་སྐྱོར་རེད་ཡང་མིན་ན་སེམས་ཤུགས་སྤར་ཡ་ལ་སོགས་པ་ནི་སོ་སོ་དམིགས་བསལ་ང་གྲོགས་ཅན་ནང་ཆོས་ལ་དབྱིངས་ཡོད་ཉེ་ཅི་ཡིན། ནི་དེ་ནང་བཞིན་གྱི་སོ་སོ་གྱི་ད་རིང་ནས་ཞེན་པ་ལས་དབྱིངས་ཡོད། འོན་དེའི་རྒྱུ་མཚན་གྱི་ད་སོ་སོ་སྐད་ཡིག་གཉིས་ལ་དིས་ཅི་ཞུགས་རྒྱབ་ཐུག་ཡོད་པ་སོང་ཙང་ནི་དེ་གི། ནི། བྱས་ནི་མཉམ་དུ། བོད་ཀྱི་དཔེ་མཛོད་ཁང་ལ་ཡིན་ན། འགྱུར་གྱི་ཐོག་ལ་ནི་ཕྱག་ལས། ཡག་པོ་ཞེ་དྲག་གནང་གི་ཡོད་རེད། དེ་སོང་ཙང་ཨ་ནི། སོ་སོའི་ངོས་ནས་ཨ་ནི་དགའ་བསྡུར་ཡག་པོ་རྒྱག་བར། དེ་འདྲའི་རྐྱེན་པས་ཨ་ནི་གུར་གྱི་ནང་ལ་ལས་ཀ་བྱེད་ཆགས་སྲིད་ལ། ཨ་ལས་ལས་སོ།
ཨ་ནི་ད་ལྟ་ཁྱོད་རང་ལ་ཆ་མཚོན་པ་ཡིན་ན་ཡང། དཔེར་ན། བོད་ནང་མི་ལོ་ཉི་ཤུ་རིང་ལ་སྡེ་དེ་འདྲ་དྲ་བོ་དང་སྡེ་མང་པོ་གྱུར་ཏོ། ཨ་ནི་བྱེད་སྟངས་བོད་ཡུལ་ནང་ནས་དབྱིན་ཇི་ནས་བོད་ཡུལ་ནས་བསྒྱུར་བ་སྐྱིད་པོ་མ་ཡིན་པར་ཡང་བསྐྱར་བོད་ཡུལ་ནས་དབྱིན་ཇི་དུ་ཕར་བསྒྱུར། དེ་འདྲ་བསྒྱུར་མང་པོ་བསྒྱུར་དུས་བསམ་པོ། བྱེད་སྟངས་ཡིད་སྤྱོད་བྱེད་དུས་བསམ་པོ་དཀའ་ལས་ཆེ་ཤོས་འགྲོ་བ་ཅིག་ག་རེ་རེད། ད་ང་ཚོ་རེད། སྤྱི་དང་ཡིག་སྒྱུར་ལ་ད་ལས་ཀ་ལས་རིགས་གཞན་པ་ནང་བཞིན་གྱི་སོ་སོ་སོ་སོ་གྱི་ད་ཡང་དཀའ་ངལ་དང་འཇིགས་སྐལ་དགའ་རྐྱེན་ལ་སོགས་པ་མང་པོ་བཅུ་ཡོད་རེད་ཡིན་པས་ནས་ད་ང་ང་དམིགས་བསལ་དུ་བྱིན་པས་ནས་ད་སྒྱུར་མཁན་ཡིན་ནས་ལས་ཐ་དད་ཐ་དད་ཡོད་རོ། དཔེར་ན་རིགས་གཅིག་གིས་རྒྱལ་གཅིག་ལ་དཔེ། ཤུགས་ཆེན་པོ་ཡོད་བ་ཡང་སྐད་ཡིག་གཞན་པ་དེ་ལ་ཡང་ད་ག་ཚོད་མེད་བ་ད་སྒྲ་མང་དྲག་ཡོད་རུང་བ་ད་ང་ཚོ་འདྲ་བོ་བྱས་ན་མི་རབས་དེ་ག་རེ་ལ་སོང་ན་བོད་ནས་རྔ་བོ་ཅིག་སླེད་ཨ་ནི་རྒྱ་གར་ནང་ལ་འཚར་ལོངས་ག་ལ་གང་འཚམ་རྒྱུན་རིང་པོ་བྱས་དེ་འདྲའི་རྐྱེན་པས་ད་སྐད་ཡིག་གཉིས་ལ་ག་ལ་གང་འཚམ་སློབ་སྦྱོང་བྱས་པ་ཆ་མཚོན་པ་ཡིན་ནའི་ཤུགས་འདྲ་བོ་འདྲ་བོ་ཡིན་དུས་ཨ་ནི་ད་ང་རང་སྒེར་གྱི་དཀའ་ངལ་འགྲོ་གི་ཡིན་པ་ཡིན་ན་ནི་སྐད་ཡིག་གཉིས་ཀ་ནང་ལ་ཡང་གཅིག་གྱུར་གྱི་ཐིམ་འགྲོ་ཡག་འགྲོ་ཅེས་ར་དེ་འདྲའི་བྱས་དུས་ནི་ཡང་ད་སྡེབ་སྦྱོར་དང་དེའི་རིགས་ཀྱི་སྐབས་སུ་དེ་སྲིད་ཀྱི་ཨ་ནི་ཡང་བསྒྱུར་གཞིའི་སྐད་ཡིག་སྦྱོར་བ་འོ་དེའི་ནང་ལོགས་ལ་དེའི་རྩི་ད་ང་ཚོ་ག་རེ་བཞུགས་རེད་སྲི་ལེབ་ཅིག་ཡོད་ར་སེམས་ནང་སེམས་རེད་ཕྱི་མ་ཡིག་སྒྱུར་དངོས་སུ་མ་ཁྲིད་ཡོང་རྒྱུ་རེད་ག་རེ་ཡིན་པ་ཡིན་ནའི་དེ་ཚོ་ཅིག་དེའི་པར་ར་དེ་ལ་ཡ། བསམ་བློའི་ཆ་ནས་བྲེལ་འགྲོ་ཉེན་འགྲོ་ཆུར་ར་འོན་ཏེ། ད་ང་ཚོ་འདྲ་བོ་ཅིག་གི་དཀའ་ངལ་འདྲ་བོ་ཆགས་ང་རང་སྒེར་གྱི་ངོས་ནས་ཞུ་གི་ཡོད་ད་ཡང་གཞན་པ་ཚོ་སོ་སོ་ཡང་སྐད་ཡིག་སྐོར་ར་བྱེ་བྲག་ཅིག་ལ་དཀའ་ངལ་ཡོད་པ་དེ་འདྲ་འགྲོ་ཡོང་ཆོག་གི་རོ་ཨ་ད་སྐད་ཡིག་ལ་ད་ང་ཚོ་བྱང་ཆུབ་པ་མེད་དུས་དཀའ་ངལ་ཡོད་ཤ་ཤ་བྱས་དེ་རེད་ད་ཨོ། ད་ཅི་འདི་གོང་དུ་སོང་བ་ན་ཤེས་རེ་སྐྱེ་སྟངས་ལོ་ཙཱ་བ་བྱེད་ཀྱི་ནས་སྐད་ཡིག། དགའ་བ་ནི་འགྱོད་པ་ཡིན་ན་ཀོ་ཀིའི་དེ་ནི་ཡག་པོ་གོ་གི་ཡོད་རེད་བ། ལ་འོང། དེ་ནས་བཟུང་ད་ཡང་སྤྱི་བཏང་དཔེར་ན་མི་གཅིག་ལོ་ཙཱ་བ་བྱེད་དགོས་ཀྱི་ཡོད་ན་བྱེད་ནུས་ཡོད་ཀྱི་འདོད་པ་དེ་ཡོད་ན་ཆ་ཆེན་གཙོ་བོ་འགྲོ་ཅིག་གར་འཛོམས་དགོས་པར་བསམ་གྱི་འདུག། ལ་འོང་ལ་འོང་ནི་རེད་ད་ལོ་ཙཱ་བ་བྱེད་དུས་ད་ཐ་སྙད་དེ་རིན་ཐང་ཆེན་པོ་རེད་ར་ང་ཚོས་དེ་འདྲས་ཡིན་པ་ཡིན་ན་ཨ་ནི་སྐད་ཡིག་གཉིས་པ་དེ་ནང་ལ་བསྒྱུར་རྒྱུ་ཡོད་ན་བསྒྱུར་དེ་དེ་ག་ནང་བཞིན་གྱི་སྤུས་དག་པོ་གོ་གི་ཡོད་རེད་ད། དེ་ཡིན་དུས་ཨ་ནི་ཆ་རྐྱེན་སྐད་ཡིག་གཉིས་ལྟ་ཡིན་པ་བྱས་དེ་སྒང་ལ་ཨ་ནི་རྒྱབ་ལྗོངས་ཀྱི་ཤེས་བྱ་ག་རེ་ཡིན་པ་ཡིན་ན་དེ་ཤུགས་ཆེན་པོ་ཅིག་སྒུག་གི་ཡོད་རེད་དཔེར་ན་ད་ཆེད་ལས་པ་ཡིན་ན་སྐད་ཆ་ལོག་ག་རེད་གོ་གང་ཡིན་ཟེར་ན་ཆེད་ལས་པ་དེའི་ཐོག་ནས་ཨ་ནི་ད་རང་བསྒྱུར་ངེས་མེད་ད་ང་ཚོ་བཙན་བྱོལ་ནང་ལ་ཡིན་ན་བསྒྱུར་མཁན་མང་པོ་ཅིག་ད་ཆེད་ལས་པ་ཏིས་ཉུང་ཉུང་རེད་གང་ཡིན་ད་ནང་ཆོས་ཡིན་པས་ན་ཤུགས་ཆེན་པོ་ཡོད་རེད་བྱེད་ལས་པ་ཅིག་ག་ལ་གང་འཚམ་ཆགས་འགྲོ་གི་རེད་ད། ཨ་ནེ་དེ་ནས་ལོ་རྒྱུས་ཡིན་ན་ག་ལ་གང་འཚམ་བྱེད་ལས་པ་ཆགས་འགྲོ་གི་ཡོད་རེད་ད། གཞན་གྱི་ད་དཔེར་ན་ང་ཚོས་ཤེས་རིག་གི་ཁྱབ་ཁོངས་ལ་ཕྱག་ལས་གནང་མཁན་ཡོད་པ་ཡིན་ན་ཕལ་ཆེར་ད་དེ་ཚན་པ་ཚན་པ་བྱས་ནས་ཡང་བྱེད་ལས་པ་ཡོད་ཀྱི་རེད་ཡིན་པ་ཡིན་ནས་ད་ང་ཚོ། སྤྱིར་བཏང་གི་ང་ཚོ་ད་བཙན་བྱོལ་ནང་ལ་ཡ་རྒྱུ་རུ་གི་ག་ལ་ལས་ཀ་བྱེད་ཉེ་ཚོ་ལ་ཡིན་པ་ཡིན་ན་ཨ་ནི་དེ་འདྲས་ཀྱི་ཆེད་ལས་གཅིག་ལ་ཡ་དེ་འདྲས་རང་མགོ་ཐོན་པ་བྱས་ནས་དེ་འདྲས་ཀྱི་ད་ཁུར་ཡུག་དང་ད་ག་ལ་རྒྱབ་རྒྱུ་དང་དེ་ཚང་མ་མེད་དུས་ཨ་ནི་རྒྱབ་ལྗོངས་ཀྱི་ཤེས་བྱ་མང་པོ་ཅིག་ཤེས་འགོ་གི་ཡོད་རེད་ད་རྒྱུ་རྐྱེན་གཅིག་ལ། ཨ་ནི་ང་འདི་གང་ལྕོགས་པོ་བྱེད་ཀྱི་ལ་ཡ་གི་སོ་སོ་གི་དེ་འདྲས་དམ་བཅའ་འདྲ་བོ་དང་ཡ་མེད་ན་དེ་འདྲས་ཡོད་པས་ན་སྐད་ཆ་ལོག་ག་རོ་ཨ་ཞེས་པ་རྒྱབ་ལྗོངས་ཀྱི་ཤེས་བྱ་ག་ལ་གང་འཚམ་མང་པོ་གཅིག་གྲུག་གུག་གི་ཡོད་རེད། དེ་ཚོ་ཡོད་ཡོད་གུག་གོ། ད་ཕྱི་ལས་པ་ཡོང་སྲིད་ན་ནང་ཆོས་ཡིན་ན་ནང་ཆོས་རང་ལ་ཁྱད་པ་རྒྱབ་ལྗོངས་ཡག་པོ་གུག་གི་ཡོད་རེད། ཆབ་སྲིད་པ་ཆབ་སྲིད་ཀྱི་ཐོག་ལ་འགྱུར་ངེས་ན་ཆབ་སྲིད་རང་གི་རྒྱབ་ལྗོངས་ཡག་པོ་གུག་གི་ཡོད་རེད་ར། ཨ་ནི་ད་སྐད་ཡིག་གཉིས་དེ་ད་གཙོ་བོ་བྱས། ད་ཡང་ང་ཚོ་སྐད་ཡིག་གཅིག་ཨོ་རྩལ་ཡོད་ན་འགྲིག་གི་རེད་གཞན་པ་དེ་ཡག་པོ་གོ་རེད་དེ་འདྲའི་མེད་པ་བྱས་གཉིས་ཀ་ལ་ཡག་པོ་གོ། གཉིས་གསུམ་ག་རེ་ཡིན་ནའི་ཚང་མ་ལ་ཡག་པོ་གོ། ལེགས་སོ། ཨ་ནི། ད་ཅི་དང་ང་གྲོགས་སུ་བོད་པ་སྤྱི་ཚོགས་ཆ་མཚོན་པ་ཡིན་ན་ཅི་དང་ནང་དོན་རིག་པ་རེད་བོད་པ་རང་གི་རིག་གཞུང་གང་ལ་ཡང་ང་གྲོགས་སུ་ཕུན་སུ་ཚོགས་པ་ཡོད་རེད་བ། ཡིན་ན་ཡང་ཅི་དང། ནུབ་ཕྱོགས་རྒྱ་ཁབ་ལ་ནི་དྲ་སྤྱི་དང་དེང་རབས་ཀྱི་ཤེས་བྱ་དཔེ་ན་ཆབ་སྲིད་རིག་པ་རེད་ཚན་རིག་རེད་དཔལ་འབྱོར་རིག་པ་རེད་དེ་འདྲའི་སྐོར་ཡང་ང་ཚོས་ཅི་དང་བོད་པ་སྤྱི་ཚོགས་ནང་ལ་སྟོང་ཆ་འགྲོ་མཐོང་གི་ཡོད་ན་ཡང་སྟོང་ཆ་མཐོང་གི་ཡིན་ན་དེ་ཚོའི་ཚིག་གི་རྐང་ཡ་ལ་ཡང་ང་ཚོས་ཅི། ཕྱི་ལོག་གི་རིག་གནས་ནང་འདྲེན་བྱེད་ཡ་དེ་ག་ཚོད་གལ་ཆེན་པོ་མཐོང་གི་འདུག། ལ་འོང་དངོས་གནས་རེད་ད་ང་ཚོ་བཙན་བྱོལ་ཡིན་པ་ཡིན་ན་ལས་ཀ་དེའི་རིགས་དེ་དེ་ཀ་ལས་ཁག་པོ་འགྲོ་བྱེད་ཆགས་བསྡད་ཡོད་རེད་གང་ཡིན་ཟེར་ན། ཁོ་ཆེས་སུ་དམིགས་ནས་ཨ་ནི་དེ་འདྲས་ཀྱི་སྡེ་ཚན་དང་ཚན་པ་དང། ཡང་ང་ཚོ་བརྩི་ཆུགས་ར་ཚོགས་པ་ཞོགས་ར་དེ་འདྲས་དང། དེ་འདྲས་མང་པོ་ཅིག་ཡོད་མ་རེད་ད་དེང་སང་འགན་ཁུར། རིགས་གཅིག་གི་འགན་ཁུར་ཞུས་ནས་ཨ་ནི་ཚོགས་པ་བྱས་ཏེ་ད་དེ་ཚོ་ཡག་པོ་འདུག་རོགས་ཡིན་པ་ཡིན་ནས་དེ་འདྲས་མེད་མེད་དུས་ཨ་ནི་དམིགས་བསལ་གྱིས་ང་ཚོ་དཔལ་འབྱོར་རིག་པ་འགའ་ལ་ཤུགས་རྒྱག་དགོས་བསམ་ནས་དེའི་སྒང་ལ་ཡང། དཔལ་འབྱོར་ཁོ་རང་དང་རྒྱབ་ལྗོངས་དང་རྒྱབ་སྐྱོར་དང། ཨ་ནི་སྦྱོང་བརྡར་དང་དེ་འདྲས་མང་པོ་ཅིག་བསྐྲུན་དགོས་གོ་ར། དེ་འདྲས་ཅིག་བསྐྲུན་ཐུབ་པ་ཡིན་ན་ནི་ང་ཚོ་ད་ལྟ་ང་ཚོ་རིག་གནས་ནང་འདྲེན་བྱེད་ལ་ཡ་ཆོག་ར་དེ་ལ་ཕན་ཞེའོ་ཞིག་ཐོགས་གི་རེད། ནང་འདྲེན་བྱེད་ཐུབ་པ་ཡིན་ན་ང་ཚོ་ང་རང་བཙན་བྱོལ་གནས་བབ་ལ་བབས་པའི་ཕན་ཐོགས་ཤུགས་ཆེན་པོ་ཡོད་རེད་ར། ང་ཚོའི་ད་ལྟ་སྐབས་སུ་བབས་པའི་དམིགས་ཡུལ་དེ་དེ་འདྲས་འདྲ་བོ་ཅིག་གོ་གི་ཡོད་ར་ཡིན་པ་ཡིན་ནས་ད་དེ་འདྲས་ཡོང། མ་ཐུབ་པ་དེ་ག་རེ་ཡིན་སེམས་པ་ཡིན་ན་ང་ཚོ་འདི་འདྲས་ཀྱི་ད་རྒྱབ་སྐྱོར་དང་ཡམ་ཆ་རྐྱེན་དང་འདི་འདྲས་བྱོས་ར་འདི་འདྲས་ཀྱི་ཆ་ནས་དེས་ཅི་ད་ཕོངས་བསྡད་པ་འགྲོ་གྱི་རེད། ལགས་སོ།
ཨ་ནི་ད་རེས་ལ་ཁྱོད་རང་ཁྱ་ཚོད་པ་ཡིན་ན་ཡང། བོད་ཡིག་ནས་དབྱིན་ཆུ་ལ་བསྒྱུར་དབྱིན་ཆུ་ནས་བོད་ཡིག་ནས་བསྒྱུར་དུས་བཟང་པོ། ཁྱེད་རང་ཐ་སྣེ་བོད་ཆུ་བྱེད་ཡས་རེད། ཨ་ནི་ཡུལ་རྒྱུ་བྱེད་དུས་བཟང་པོ་ག་རེ་ལས་ལགས་འདུག་ཡང་ག་རེ་དཀའ་ལས་ཁག་འགྲོ་གྱི་འདུག། རེད་རེད་ད་སྤྱི་སྟངས་ད་ང་ཚོ་རྩ་བའི་ད་ང་ཚོ་གྲོགས་པོ་བྱིན་པ་ཡིན་ན་སྐད་ཡིག་ད། ཤེས་པ་དྲོ་དེ་ཨིན་ཇི་བྱེད། སོ་སོའི་རང་སྐད་བོད་ཡིག་བྱེད་རོགས་ཨ་མདའ་ནང་བཞིན། ད། གཞན་པ་སྐད་ཡིག་དིས་དིས་རེད་བོ་ཇི། ཤེས་ཨེ་པའི་གལ་ཆེན་པོ་རེད་ཁ་ཡན་ཟེར་ན་དེ་གིས་ཨ་ནི་ང་ཚོ་ལ། ཡང། རྒྱབ་ལྗོངས་སྒུག་ཡོད་རེད་ལ་ཡ་ཅོ་ར་དེ་ལ་ཕན་ཐོག་གོ། དཔེར་ན་ཆ་ཆ་ན་ང། སྐད་ཡིག་ཨིན་ཇི་ནང་དིར་རེད་འདུག་ན། རྒྱ་གར་སྐད་ནང་གར་རེད་འདུག་རྒྱ་མི་ནང་གར་བྲིས་འདུག་ལ་ཡ་ཅོ་ར། ག་ག་ཚོད་ཁྱོད་རང་ལ་སྐད་ཡིག། གཅིག། རང་རྐྱ་འཕེར་བ་མེད་པ་ཡིན་ནས་རྒྱབ་ལྗོངས་ག་ག་ཚོད་སྐད་ཡིག་མང་ང་གི་རྒྱབ་ལྗོངས་ཡོད་ན་རྒྱུ་རྐྱེན་ལ་དེའི་ཕན་ཐོགས་ཐོགས་ཐོགས་པ་རེད་ལ། ཨ་ནི།
ད་ལྟ་ཟླ་སྒྲོན་ལ་ཁྱོད་རང་གིས་ཡང་སྡེ་མང་པོ་ཅིག་བྱོས་ཟེར་བ། ཨ་ནི་སྤྱི་བཏང་སྡེ་ད་ལྟ་བ་སྡེ་ག་ཚོད་ཚོད་བྱོས་ཡིན་ཨ་ནི་སྡེ་དེ་ཚོ་བདང་དགོས་ཡ་གི་ཁྱོད་རང་ཅིག་དམིགས་ཡུལ་འགྲོ་དང་ད་ཁྱོད་རང་དགའ་ཆོག་འགྲོ་དེ་ག་ཚོད་ཡིན། ལ།
ད་ད་ངེད་ཀྱི་རྩ་བའི་ད་དེ་དང། ད་ང་ཚོ་རྩོམ་ཡིག་གི་རིགས་དང། སྒྲ་མ་འདྲ་ཐང་གིས་ངས་ཞུས་པ་ནང་བཞིན་ང་ཚོ་དུ་བ་གི་ཁོར་ཡུག་ལ་ཡིན་པ་ཡིན་ན། ད། བསྒྱུར་གཞི་དེ་སྒྲ་མ་འདྲ་ཅིག་ཆགས་བསྡད་ཡོད་རེད་ད་ང་རང་ད་དམིགས་བསལ་གྱི། ཚོགས་པ་ཅིག་ནང་ལ་ཡོད་སྟབས་ཡག་ག་ཅིག་ལ་ནི། བསྒྱུར་གཙོ་དེ་ནང་ཆོས་བྱེད་ཨ་ནི་དེ་ནས་ཆབ་སྲིད་དང་ག་ལ་གང་འཚམས། འགྱུར་ཡས་ཀྱི་དེ་འདྲའི་གོ་སྐབས་རག་གི་ཡོད་རེད་བ། གཞན་པ་ད་སྤྱི་བཏང་གི་སོ་སོ་སོ་གི་འགྱུར་གྱི་ཕྱག་ལས་གནང་བཞིན་བཞིན་པ་སྒེར་གྱི་ཐོག་ནས་ལས་དོན་སྒྲུབ་བཞིན་པ་དེ་ཚོ་ཡིན་པ་ཡིན་ན། ད་རྩོམ་སྒྲིག་འདྲ་མ་འདྲ་ཅིག་སླེབས་ཀྱི་ཡོད་ཀྱི་རེད་ང་ཚོ་ལས་སླེབས་ཀྱི་འདུག་རེད་བ། མཚམས་མཚམས་འཕྲོད་བསྟེན་ཡིན་པ་འདྲ་བོ་མཚམས་མཚམས་ཚོང་གི་བཀའ་ཅི་སྐོར་ཡིན་པ་འདྲ་བོ་མཚམས་མཚམས་ཡང་བཀའ་བློན་གྱི་བཀའ་སློབ་ལམ་སྟོན་ཡིན་པ་འདྲ་བོ་མཚམས་མཚམས་ཡང་ང་ཚོ་ཁ་ལོ་རེད། ད་སྙན་ཞུ་གི་རིགས་ཡིན་པ་འདྲ་བོ་དང་མཚམས་མཚམས་ཡང་སྒེར་གྱི་རྩོམ་ཆོས་ཡིན་པ་འདྲ་བོ་ཡང་མཚམས་མཚམས་བདེ་དུ་ཡིན་པ་འདྲ་བོ་དང་མཚམས་མཚམས་སྨན་གྱི་རིགས་ཡིན་པ་འདྲ་བོ་དང་འདྲ་མ་འདྲ་ད་ང་ཚོ་འདི་ཚོ་ལ་ཆེ་ཆུང་གས་ཡོད་མ་རེད་བ། འོན་ཏེ་གི། བྱས་ཙང་ད་ངས་དེབ་ཁོ་རང་གི་ངོ་བོ་ཐོག་ནས་བསྒྱུར་བྱ་བ་ད་ད་ཕལ་ཆེ་དྲུག་ཙ་ཆགས་ཀྱི་ཡོད་ཀྱི་རེད་དེ་ནང་ལོགས་ནས་གཅིག་དེ་ལམ་འགྲིམ་གྱི་ཡོད་དེ་ངས་སྔ་མོ་སྔས་ཀྱི་ནས་གོ་ཚོད་ཡིན། བསམ་ལེན། ད་ང་ཚོ་གདམ་དུས་ཙམ་པ་ད་གཙོ་བོ་ད་སོ་སོ་དྭངས་ཤོས་དེ་ངས་བསྒྱུར་ཐུབ་ས་རེད་བས་བལྟ་གི་རོ། དེ་རྗེས་ལ་ཨ་ནེ་བསྒྱུར་བའི་རྗེས་ལ་ངའི་དམིགས་ཡུལ་ག་རེ་ཡིན་ཡིན་འོང་དེ་གཅིག་གླེང་ཡི་རོ། ཨ་དེ་ནས་སྐབས་སུ་བབས་པས་ཨ་ནེ་ཁྱོད་རང་ལ་བསྒྱུར་ཡ་དེ་གི་ལེ་ཉེས་བྱོས་རེད། ཡང་མིན་ན་ཁྱོད་རང་ངོས་ནས་གདམ་ཡ་བྱོས་རོ། ད་ད་ལྟ་ངའི་ངོས་ནས་ལམ་རིམ་ཅི་ཡོད་རེད་དེ་ངས་ཀྱི། སོ་སོ་ནང་ཆོས་ཀྱི་སྐད་སྒྱུར་བྱེད་རྒྱུ་མཚན་གྱིས་ཨ་ནེ་སོ་སོའི་ཤེས་རྒྱ་སྤེལ་ཡ་དང་ར་ཞོར་ལ་ཨ་ནེ་དེབ་དེ་དཔེ་ཡག་པོ་མཐོང་སོང་ཚང་མ་ལ་ཕན་ཡ་འགྲོ་ཅིག་ཚང་མས་ཀྱིས་སྙོབ་ཐུབ་ཡ་འགྲོ་ཅིག་མཐོང་སོང་ནང་ཆོས་ཀྱི་སྙིང་པོ་ད་ང་ཚོ་ལམ་རིམ་ནང་འདུས་ཡོད་རོ་ད་དེ་ཚང་མ་ལ་སྙོབ་ཐུབ་ཡ་འགྲོ་ཅིག་མཐོང་སོང་དེ་ག་ལ་ཨ་ནེ་ང་དེ་དགེ་བཤེས་ལགས་ཀྱི་བཙས་གནང་སོང་དེ་ལས་ཀ་དེ་བྱེད་ན་ཏག་ཏག་གབ་འདུག་གྱ་སོ་ར་སོ་སོའི་མིག་ཡིད་ནང་བཞིན་དེ་ནང་བཞིན་ཨ་ནེ་ད་ལྟ། ཆབ་སྲིད་ཀྱི་ཐོག་ནས་བོད་དུ་མི་ལོ་ཉི་ཤུ་ལ་ཧད་དེ་དེ་ཤ་སྟོན་རྒྱུ་རེད་ཡིན་ན་ཡང་ལས་ཀ་དེ་སྔས་མ་བྱས་ནས་བྱས་ཡིན། ད་དེ་ཡིན་ན་མི་ཡུལ་དེ་སོ་སོ་ང་ཚོ་སྐབས་དེ་དུས་གཞན་པ་དང་ངས་དེབ་གཞན་པ་བཅས་རྒྱུ་ཡས་འདོད་པ་ཡིན་དེ་ནས་དེ་རྒྱུ་རྐྱེན་གཞན་པ་བཅས་ཀྱི་ཆ་ལས་གནང་ཚར་ཤ་ཨ་ནི་ཡིན་ད་མི་ཡུལ་དེ་དེ་དུས་ག་ཡིན་ཟེར་ན་དེ་ཡིག་ཆ་ཡོད་རུ་བ་ཉམས་ཞིབ་གནང་ཉེས་ཚོ་ང་ཚོ་ཆབ་སྲིད་ལ་དོ་སྣང་གནང་ཉེས་མང་ཆེ་བ་ཅིག་བུའི་ལ་ཡག་པོ་འདུག་བ་ང་ཚོ་ཡིན་པ་ཡིན་ན་ནུབ་ཕྱོགས་པའི་ནང་ལོགས་ལ། མིང་གསལ་གྱི་ཡིག་བརྡ་ཡིག་ཆ་ང་ཚོ་བོད་ཡུལ་ནང་ལ་མེད་ཀྱང་བོད་ཡུལ་ནང་ལ་མང་པོ་ཅིག་ཡོད་རེད་མེད་པར་རིགས་གཅིག་དེ་ཨ་ནི་གོ་སྒྲུབ་བྱེད་ཐུབ་ན་ཡག་པོ་འདུག་ཨ་བསམ་ནས་ཨ་ནི་དེ་འདྲས་དོགས་མེད་དམིགས་ཡུལ་དེ་འདྲས་འགྲུབ་པ་བྱས་ནས་ཨ་ནི་ཆབ་སྲིད་ཀྱི་དེབ་ཅིག་གི་བོད་དུ་མི་ལོ་ཉི་ཤུ་དེ་བསྐྱོད་ཡིན་དེ་ནས་ཨ་ནི་བླ་མ་ཅིག་གིས་དེ་ཁ་སང་རྣམ་ཐག་ཅིག་ཡོད་དེ་དེ་ཨ་ནི་ང། སྤྱི་བཏང་གི་སོ་སོའི་ངོས་ནས་ཁ་ལོ་རེད། དེ་ད་ང་ཚོ་ག་དུས་ནས་སོ་སོ་དེའི་ནང་ལ་ངས་བྱེད་ཐུབ་ཀྱི་ཡོད་ན་མེད་ན་བསམ་ཡས་ཆོག་གྲ་དེ་ལ་འབད་བརྩོན་བྱས་ནས་གདོང་ལེན་བྱས་ནས་ཨ་ད་ཅིག་ཡོད་རང་དེ་འདྲས་ཀྱི་བསམ་བློ་གྲོས་ཞིག་བཏང་ནས་བྱས་ཡིན། དེ་ནས་མཛད་རྣམ་ཅིག་ཡོད་རེད་དེ་ཡིན་ན་ད་སོ་སོ་གོ་སྐབས་དེ་འདྲས་ཇི་ར་བ་དེ་ད་བསོད་ནམས་གྲོགས་བྱེད་རོགས་ཨ། དེ་གས་ནི། འོ་དེ་འདྲའི་རོགས་བྱེད་ད་གཙོ། སོ་སོ་གི་རྒྱུར་ཐུག་མ་འདུག་བྱས་དང་པོ་ཨ་འདི་ནས་སོ་སོ་དམིགས་ཡུལ་ག་རེ་ཡིན་ཁ་ཕྱོགས་ག་རེ་ཡིན་ཨ་དེ་གི་ཕན་ཐོགས་ས་རེད་མ་རེད་ཨ་ནི་ཡང་སྐབས་དང་དུས་ལ་བབ་པའི་ག་འདྲའི་གནས་སྟངས་འདུག་དེ་ལ་བབ་པའི་རྒྱུ་རས་ཀྱི་ཇུས་ཤིག་བརྗོད་ར་འོ་དེ་ཐབས་ཀྱི། ཨ་ནི་མ་འོངས་པར་ཡང་ཆེས་དེ་དེ་འདྲ་དེ་འདྲ་འགྱུར་གི་སང་ཡང་གི་ཆ་ཞིག་དང་འབུལ་རོགས་ཡོད་ན། ད་སོ་སོ། དེ་སྐད་ཡིག་ལ་དོ་སྣང་ཡོད་པ་ཡིན་དུས། མ་འོངས་པ་ལ་བསྒྱུར་ཡས་ཀྱི་ལས་ཀ་འདི་ད་ཆ་དྲུག་རེད་བསམ་གྱི་འདུག་མུ་མཐུད་ནས་རོ་ཨ། དེའི་ཞོར་ལ་ཡང་བསྒྱུར་བ་ཙམ་མ་ཟད་ཡང་ཡང་སོ་སོའི་ངོས་ནས་དེབ་ཅིག་ཡོད་རོ་ཨ་ད། སོ་སོའི་ངོས་ནས་ཡང་ཕན་ཡག་གི་དེབ་འདི་འདྲས་དང་ད་དེ་འོ་འདི་འདྲས་པས་འདི་འདྲས་ཡིན་ནའི་བསམ་བློ་གཏང་གི་ཡོད་ལ། ལགས་སོ། ཨ་ནི་ད་ཁྱེད་དང་ང་ཚོ་བོད་པ་སྤྱི་ཚོགས་ནང་ལ་གནའ་སྔོན་མ་ཡིན་ན་ད་ང་ཚོ་གི་ད་བོད་པ་གི་ལོ་ཙཱ་བ་ལོ་པན་འདི་ཚོ་གི་རྒྱ་གར་ནས

ཕ་གུ་རེ་གི་དེ་ད་ལྟ་གནད་དོན་ཆུང་ཆུང་ཙམ་མ་རེད་ད་མང་པོ་འགྱུར་ཚར་རེད་སྙེ་མ་ནས་ཞེ་བོ་མང་པོ་འགྱུར་ཡོད་རེད་ད་ལྟ་འགྱུར་བཞིན་པ་བཀའ་རྒྱུ་བསྟན་རྒྱུ་ཚང་མ་ཡོད་རེད་ཨ་ནི་ད་ང་ཚོ་བོད་པའི་གི་རིག་གནས་ཀྱི་ཕྱུག་ཤོས་དེ་ནང་པ་སངས་རྒྱས་ད་བོད་རྒྱུད་ནང་བསྟན་དེ་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ལ་འགྱུར་ད་ཕལ་ཆེར་ག་ལ་གང་འཚམ་ལ་སླེབས་ཚར་རེད་མི་རིགས་གཞན་པ་གི་སྐད་ཡིག་ལ་ར་བ་ཨ་ནི། དེ་ལ་དུས་ད་དེ་མུ་མཐུད་ནས་འགྲོ་ཡས་དེ་ཡི་རེད་བསམ་གི་འདུག་ངས་བསམ་ན་གང་ཡིན་ཟེར་ན་དེང་ཤར་དོ་སྣང་དངོས་གནས་བྱེད་ཉེན་དེ་མང་པོ་ཅིག་ནུབ་ཕྱོགས་པ་ཆགས་བསྡད་ཀྱི་འདུག་ཨ་དངོས་སུ་མ་ལགས་ལག་ལེན་ཐོག་ལ་དོ་སྣང་བྱེད་ནང་ཆོས་ལ་ཉམས་ལེན་བྱེད་ཨ་ནི་ང་རང་ཚོ་གི་མི་ལས་ལྷག་ཙག་ཅིག་ཁོང་ཚོས་དོ་སྣང་བྱེད་ཡོང་གི་འདུག་ཨ་ད་ད་ང་ཚོའི་ངོས་ནས་དེ་འདྲའི་བྱ་བ་བཞག་པ་ཡིན་ནས་ཁོང་ཚོས་འབད་བརྩོན་བྱེད་འགྲོ་ཨ་ནི་ཁོང་ཚོས་ཀྱི་བུའི་སྦྱངས་ཡོང་གི་འདུག་ཨ་ད་ད་ང་རང་སྒེར་གྱི་ངོས་ནས་ལྟ་བ་ཡིན་ན་ད་སོ་སོས་གཙོ་བོ་དེ་དམིགས་ཡུལ་ལ་རག་ལས་ཀྱི་རེད་བསམ་གྱི་འདུག་ད་ང་ཚོ་སྐད་ཡིག་དང་མི་རིགས་དང་སོ་སོའི་གི་འདི་འདྲའི་གི་བསམ་བློ་བཏང་པ་ཡིན་ན་ང་ཚོ་ནང་འདྲེན་མང་ང་བྱེད་དགོས་ཀྱི་ཡོད་རེད། ཡིན་པ་ཡིན་ནས་འདི་ལ་བབ་པའི་ཡང་ང་ཚོ་ཆ་རྐྱེན་དགོས་ཀྱི་རེད་མཐུན་རྐྱེན་དགོས་ཀྱི་རེད་རྒྱུ་རྐྱེན་གསོ་སྐྱོང་བྱེད་དགོས་ཀྱི་ཡོད་རེད་རོ། ད་འདི་འདྲའི་མ་བྱུང་པ་ཡིན་པ་ཡིན་ན་ཡང། ཚུར་ལ་བྱེད་བ་དེ་སྤུས་དག་པོ་ཆགས་ཀྱི་ཡོད་མེད་ཅིག་ལྟ་ཡ་རེད་ནང་འདྲེན་བྱེད་བ་ཆ་ཤ་ནས། ད་ནང་འདྲེན་བྱེད་རྒྱུ་དེ་སྤུས་དག་པོ་ཆགས་ན་ནི་རབ་རེད་རོ། ཨ་ང་ར་ཚོ་ཕན་ཐོག་ག་རེ་ཡོད་རེད་ལ་ན་གཙོ་བོ་དེ་སོ་སོའི་མི་རིགས་ཀྱི་སྐད་ཡིག་དེ་ང་ཚོས་ཀྱི་ཤེས་བྱ་ཅིག་ཕར་འགྱུར་ཚར་སོང་ན་དེ་ཨ་ནི་ཞལ་ལག་ཅིག་གསོས་ནས་མིག་གི་ཁ་གི་འགྲམ་ལ་སྤུངས་བ་དང་གཅིག་པ་ཆགས་བསྡད་ཀྱི་ཡོད་རེད་ད་ཁོ་ཟ་སོང་ན་ཡོན་ཏན་དེ་ཁོ་ལ་རག་གི་རེད་དེ་ལ་དུས་ང་ཚོའི་ནང་སོ་སོའི་ཀྱི་རིག་གཞུང་དང་ག་རེ་ཡིན་པ་ཡིན་ནས་ཕར་འགྱུར་ཚར་སོང་ན་ཨ་ནི་ཞེན་པ་གི་ད་ཆ་བ་ད་གཅིག་པ་འགྲོ་ཅི་ཆ་བསྡད་ཡོད་ར་ད་ཡིན་ནའི་དམིགས་ཡུལ་དེ་ཕན་ཡིན་ན་ད་གཙོ་བོ་དེ་དམིགས་ཡུལ་ག་རེ་ཡིན་སྔོན་འདི་ལ་ར་ལས་དུ་ཚང་གི་སྡུག་བསྔལ་ཙམ། ལ་སོ།
ཨ་ནི་ད་ནི་ད་རེ་ལ་ཁྱོད་རང་གིས་བདེ་མང་པོ་བརྗོད་རེད་ཨ་ནི་ཡང་སྤྱིར་བཏང་རྒྱུགས་ཀྱི་ནང་ལོ་ཡང་ཚིག་གཞི་བཞག་ཅིག་ནས་བརྗོད་ཡོད་ཙང་ཡང་དོན་ལ་གཞི་བཞག་ཅིག་ནས་བརྗོད་མཁན་དེ་འདྲ་འདུག་ཨ་དེ་དུས་ནང་ཆོས་ཁྱོད་རང་གིས་ཅིག་དེ་གཉིས་ལ་གཙོ་བོ་ག་རེ་འགྲོ་གསུང་གི་ཡོད་ན། ལ་ད་དེ་མང་པོ་ཅིག་གིས་གསུང་གི་འདུག་ཚིག་སྒྱུར་ལ་ད་ང་ཚོ་ཐད་སྒྱུར་ལ་རོགས་ཐད་སྒྱུར་ལ་ནས་རེད་ཨ་ནི་དོན་སྒྱུར་ལ་ནས་རེད་རོགས་ཡང་འདྲེ། དུས་ནི་འགྱུར། དགོས་ཡ་དེ་འདྲས་ཡོད་རེད་ད། ད་འགྱུར་གི། སྤྱི་བཏང་ང་ཚོ་ཨ་འབྲས་ཀྱི། ཤུགས་ཆེན་པོ་ཆེ་དུས་འགྱུར་ཆེ་ཤུགས་ཆེན་པོ་ཆེ་ཚིག་འགྱུར་ཆེ། དེ་འདྲས་བྱས་ནས་འགྱུར་སྟངས་ཅི་ཡོད་རེད་ཧན་པས་ནས་ཡང། ཚིག་འགྱུར་ཡིན་ན་རེད་ཐད་འགྱུར་ཡིན་ན་དེ་ཐད་དྲགས་ན། སྙན་པོ་ཆགས་གི་མ་རེད། ཡང་དུས་འགྱུར་ཐད་དྲགས་ན། ཡང་ང་ཚོ། འགྱུར་ལས་མང་ང་ཅིག་ག་རེ་ལ་ལ་རྩོམ་འགྲོ་བྱ་འགྲོ་བྱ་འགྲོ་བྱེད་ཀྱི་རོ། ད་དེ་འདྲས། མ་ཡོང་ཡ་བྱེད་འདུག་ད་གལ་སྲིད་སོ་སོ་རྒྱུ་རྐྱེན་ཅིག་ཡིན་པ་ཡིན་ན་ཉམས་མྱོང་དང་ཨ་ནི་སོ་སོས་ཀྱི་ད་གཙོ་བོ་དེ་ད་ཉམས་མྱོང་རེད་རོ་དེ་ནས་འགན་འཁུར་སྐུལ་སློང་དེ་འདྲའི་མང་པོ་ཅིག་ལ་གཞི་བཅོལ་བའི་ཐོག་ནས་རྒྱུ་རྐྱེན་གྱི་ཚིག་སྒྱུར་ཅུག་པོ་ལ་གཞི་བཞག་ནས་རྒྱུ་རེ་དེ་ཡོང་གི་མ་རེད་ངའི་བསམ་བློ་ཤུགས་ཆེན་པོ་ཆེ་ན་ཡོང་གི་མ་རེད་བསམ་གྱི་འདུག་ཨ་ནི་དོན་འགྱུར་རེ་ཤུགས་ཆེན་པོ་ཆེ་ན་ཡོང་གི་མ་རེད་བསམ་གྱི་འདུག་བྱས་ཙང་འགྱུར་གྱི་སྐབས་སུ་དེ་གཉིས་ཏིས་ཏིས་བྱེད། མཉམ་དུ་ཁྱེད་ནི་མ་འགྲོ་རང་འགྲོ་རེད་འོང་མ་འགྲོ་རང་འགྲོ་རེད་ད་དེ། ཡང་དུས་ཚོད་དུས་ཚོད་ལ་སུ་སུ་འཚམ་སྟངས་སྟངས་འཇོག་རེད་ཡང་འགྱུར་གྱི་སློབ་སྦྱོང་གི་སྟངས་འགྱུར་གྱི་འགྱུར་གྱི་ཤེས་བྱ་གི་ཐོག་ལ་ཡ། གཅིག་སྐད་ཆ་བཤད་ཉེན་ཡིན་པས་ན། དུས་ཚོད་གཅིག་ལ་ཐལ་འགྱུར་རང་ཤུགས་ཆེན་པོ་གལ་ཆེན་པོ་རེད་ལ་ངས་འཇོག་རེད་ཡང་དུས་ཚོད་གཅིག་ལ་དུས་འགྱུར་རང་གལ་ཆེན་པོ་རེད་ལ་ངས་དུས་ཚོད་འཇོག་རེད་བ། ད་ཡང་དེ་གཉིས་གཉིས་ཀ་མེད་པ་ཆེ་ཨ་ན་ཡང་ང་ཚོ་བསྟུན་ནས་བསྒྱུར་རྒྱུ་ངེས་དེ་འདྲའི་བས་ཡོད་རེད་ཡིན་པ་ཡིན་ནའི་ད་དངོས་གནས་ཀྱི་བསྒྱུར་གྱི་ལས་ཀ་ཅིག་སྤུས་དག་པོ་ཡོང་བ་ལ་ང་ཚོ་དག་ཚད་སྙན་སུམ་སྒུག་ཡོད་རེད་ལབ་ཡོད་རོ་བསྒྱུར་ངེས་བསྒྱུར་ཡ་ཡིན་པ་ཡིན་ན་དེ་འདྲའི་ཅིག་ཆགས་བ་ལ་ཚིག་སྒྱུར་དེ་ཚོ་ཡོང་གི་རེད་དོན་སྒྱུར་ཡོང་གི་རེད་ཨ་དེ་ནས་ཡང། གནས་སྟངས་ལ་བབས་པས་ཡང་རྩོམ་པ་པོ་རྒྱུ་རྐྱེན་ཁོ་རང་གི་དང་དུ་བླངས་ནས་ཡང་ཚིག་ཁ་ཤས་བཞག་གོ་དེ་མིན་དུ་དེ་འདྲའི་བེད་ལྟ་ནས་འགྲོ་རུ་སྒུག་གོ་རེད་ད་ཡིན་པས་ནི་འདི་གཙོ་བོ་ག་རེ་ལ་རག་ལས་དེ་ཡོད་རེད་ལབ་ན་བསྒྱུར་གཞི་ག་རེ་རེད་དོ་དེ་ལ་རག་ལས་དེ་ཡོད་རེད་དཔེར་ན་ང་ཚོ་བསྒྱུར་གཞི་དེ་དཔེར་ན་ཕོ་བ་དྲ་བ་ལ་སྨྲེ་ཀ་དང་ཁ་ཟ་གོ་རེད་ལབ་པ་ཡིན་ན་ང་ཚོ་དོན་བསྒྱུར་བྱས་ནས་འབྲི་ཡ་ཇི་ཡོད་མ་རེད་ཁོ་ཐལ་རྒྱུ་ཕོ་བ་དྲ་བ་ལ་སྨྲེ་ཀ་དང་ཁ་ཟ་གོ་རེད་ལབ་ན་མ་གཞི་འགྲིག་གི་མ་རེད་བ་ད་དེ་བྱས་ཙང་བརྗོད་གཞི་ག་རེ་རེད་འདུག་དེ་ལས་ག་ལ་གང་འཚམས་ཤུགས་ཆེན་པོ་རག་ལས་ཡོད་རེད་བསམ་གྱི་འདུག་ལ། དེ་ལབ་དུས། སྤྱི་བཏང་གི་ལྟ་རྒྱུར། སྤྱི་བཏང་དེ་བསྒྱུར་དེ་ཡག་པོ་ཡོང་ལ་དེ། ཨ་ནི་གཅིག་ལས་བཞི་སྤྱོད་ནི་ལས་ཀྱི་ཡོང་གི་མ་རེད་ལ། ལགས།
ལགས་སོ་ཨ་ནི་གོང་ད་ང་ཚོ་གི་ང་ནི་དྲི་བ་དང་ཡང་ང་ཚོ་དྲི་བ་གནང་རོགས་ལས་ཡང་མ་ཚུགས་མཁན་གྱི་ཡང་གནད་དོན་གལ་ཆེན་པོ་རོགས་རིགས་ཡོད་ན་གསུངས་རོགས། ལགས། ད་ང་རང་ལ་མཚོན་པ་ཡིན་ན་ད་ཉམས། དང་ཉམས་མྱོང་ལ་ནི་གཙོ་བོ་དེ། ནང་ཆོས་ཀྱི་སྐད་བསྒྱུར་བྱས་ནས་ཁ་ལ་གང་འཚམ་དུ་ལོག་འོས་ར། ཨ་ནི། བྱས་ཙང་སྐད་བསྒྱུར་དེ། སྤྱི་བཏང་གི་བསྒྱུར། ང་ཚོ་ཡིག་བསྒྱུར་དང་འདྲ་བོ་འདྲ་བོ་ལྟ། རེ་ཡིན་པ་ཡིན་ནའི་སྐད་བསྒྱུར་ཕྱི་དུས་ཁོ་ཐད་ཀར་ཐད་ཀར་བསྒྱུར་ཡོང་བསྒྱུར་དགོས་ཀྱི་ཡོད་རེད་བ། དེའི་ཆ་ནས་ཨ་ནི། དམིགས་བསལ་གྱིས་ད་ནང་ཆོས་འདྲ་བོ་ཅིག་སྐད་བསྒྱུར་བྱས་པ་ཡིན་ན། ཨ་ནེ་རྒྱབ་ལྗོངས་ཤུགས་ཆེན་པོ་དགོས་ཡོད་རེད། ཨ་ནེ། དཔེ་ལ་ང་ཚོ་འདྲ་བོ་བྱས་ན་དེ་འདྲས་ཀྱིས་ད་རྦད་དེ་དགོན་པ་དང་གྲྭ་ཚང་དང་དེ་འདྲས་ཀྱིས་སློབ་སྦྱོང་ལོ་ཉི་ཤུ་བཅུ་དྲུག་བཅུ་དགུ་དེ་འདྲས་ཀྱིས་རྒྱབ་ལྗོངས་སློབ་སྦྱོང་བྱེད་ཡག་གི་གོ་སྐབས་བྱུང་ཡོད་མ་རེད་བ། བྱས་ཙང་ཨ་ནེ། སྐད་རྒྱུ་བས་ཡིན་པ་ཡིན་ནི་རེད་ཡིག་རྒྱུ་གཅིག་པ་རེད་ད་ང་ཚོ་སྔས་མ་སྤྱི་ནས་གཞུང་ལུགས་ནང་ལས་བཤད་བསྡད་ཀྱི་ཡོད་རེད། འགྱུར་ངེས་ཡིན་པ་ཡིན་ན་ཀུན་སློང་འདི་དཔེ་གལ་ཆེན་པོ་རེད་ཟེར་བ། ལ་ས་སྐྱ་པའི་འདྲི་རྟགས་རེད་འདི་ནས་མ་ལྕང་སྐྱ་རོལ་བའི་རྡོ་རྗེ་རེད་འདི་ངེད་ལ་སྒྲ་སྦྱོར་རེད་ལ་སོགས་པ་ཚང་མའི་གི་ནང་ལོགས་ལ་ཀུན་སློང་འདི་ཤུགས་ཆེན་པོ་བརྩི་གི་ཡོད་རེད་གང་ཡིན་ཟེར་ན་ཀུན་སློང་ནས་ཨ་ནི་ཁྱོད་རང་གི་ང་ཚོ་ཕྱི་ལོགས་ལ་ག་རེ་སྟོན་གྱི་ཡོད་འོ་དེ་ད་ཡིག་ཐོག་ལ་འབབ་ཀྱི་ཡོད་ནི་རེད། སྐད་ཀྱི་ཐོག་ནས་ཁྱོད་རང་གི་ཕྱི་ལོག་ལ་ཕར་ལ་འགྱུར་གྱི་ཡོད་ནི་རེད་ག་རེ་ཡིན་པ་ཡིན་པ་ཡིན་ནི་དེ་ཁྱོད་རང་གི་ཀུན་སློང་གི་ཐོག་ནས་ལེགས་པའི་རོགས་ཚང་མ་མང་པོ་ཆེ་ཚང་ཨ་ནི། དེ་གི་ཨ་ནི་སོ་སོ་རྒྱབ་ལྗོངས་དྭངས་བ་མེད་པ་ཡིན་ན་ཨུ་ཚུགས་བྱས་ནས་འབད་བརྩོན་བྱས་ནས་དྭངས་བ་བཟོ་ཡས་གལ་ཆེན་པོ་རེད་ཨ་ནི་སྐད་སྒྱུར་བ་འགྲོ་བ་བྱས་པ་ཡིན་ན་དམིགས་བསལ་བརྡ་ཆད་དང་ཐ་སྙད་ལ་སོགས་པ་དང་དེ་ཚོ་ཨ་ནི། གང་ཐུབ་ཐུབ་ཀྱིས་བརྡ་ཡག་པོ་བཟོ་ཡ་དེ་གལ་ཆེན་པོ་རེད་དེ་ལ་སྐུལ་སློང་དང་ལྷན་དུ་ཨང་གིང་གུར་ཡེ་ཤུགས་ཆེན་པོ་བྱེད་དེ་ན་ཚོད་དྲུག་ཡོད་རོ། ལ་བ་འདི་རེད་གང་ཡིན་ཟེར་ན་བསྒྱུར་བསླབ་དུས་ང་ཚོ་མི་གཅིག་ལ་ཁར་དུ་བསྒྱུར་གྱི་ཡོད་མ་འདི་སློབ་ཕྲུག་མང་པོ་ཅིག་ལས་བྱེད་ཡོང་དུས་བསམ་པ་སློབ་ཕྲུག་ཚང་མ་ལ་འགན་ཅིག་འཁྱེར་དགོས་ཡོད་རོ། ཁྱོད་རང་ཁོ་ཚོས་ཀྱི་ཡིན་ཡང་ད་རྒན་ལགས་ལ་ཉན་གྱི་ཡོད་རེད་དགེ་རྒན་སློབ་ཁྲིད་ནང་ཉེ་གསོ་ཡོང་དེ་ལ་ཉན་གྱི་ཡོད་རེད་ཡིན་པ་ཡིན་ནས། ད་ཉན་པ་གང་ཡིན་པ་དེ་ཨ་ནི་ཁྱོད་རང་རྒྱུད་ནས་མར་འགྲོ་གི་འོ་ར། ད་ཁྱོད་རང་གིས་ཏག་ཏག་ཅིག་མ་རྒད་པ་མ་ཐུབ་པ་ཡིན་ན་རྒན་ལགས་ཀྱིས་གསུང་ཆོས་བདུད་རྩི་འདྲ་བོ་ཅིག་གསུངས་པ་ཡིན་ནས་ཁོང་ཚོ་ལ་རག་པ་དེ་ཆུ་མ་ཞིག་རག་གི་ཡོད་མ་རང་འོ་འདི་འདྲ་འདྲ་བོ་ཅིག་བྱ་འགྲོ་འོ་ར། དེ་གི་ཐོག་མའི་ཀུན་སློང་དེ་དཔེ། ག་ལ་འོ་ད་གཙང་མ་ལ་བས་ནས་ངས་ཀྱི་ག་རེ། མ། བསྒྱུར་ཐུབ་པ་དེ། ཨ་ནེ་དགེ་ལགས་ཀྱིས་ག་རེ་གསུངས་པ་དེ་ཏག་ཏག་བསྒྱུར་ཐུབ་པ་འབད་བརྩོན་བྱས་སྦྱོར་རོགས། ཨ་ནེ་ཁོང་ཚོ་ལ་ཕན་ཡ། འོ་འདི་འདྲའི་གི་སྐུལ་སློང་དེ་གལ་ཆེན་པོ་རེད། ཨ་ནེ་འདི་འདྲའི་རྒྱབ་ལྗོངས་གལ་ཆེན་པོ་རེད། ལའོ། ཨ་ནེ་བློ་རྩེ་བརྟན་པོ་ཡོང་ཡ་དེ་གལ་ཆེན་པོ་རེད། ཨ་ནེ། ཚོ་ཚོ། གོང་དུ་ཞུ་བ་ནང་བཞིན་གཙོ་བོ་དེ་ད་ག་ལ་འོ་རེད། ཐ་སྙད་དང་འདི་འདྲའི་ལ་མ་ཕོངས་པ་བྱེད་ཐུབ་ན་ནི་ཡག་ཤོས་རེད། ད་ང་ཚོ་ལ་ཚང་མ་འདི་འདྲའི་ཡོད་ཞུ་གི་མེད་དེ་ཡིན་པ་ཡིན་ནས་མ་འོངས་པ་ད། ཨ་འབྲས་ཀྱི་སྐད་སྒྱུར་བྱེད་ཀྱི་ཡིག་སྒྱུར་བྱེད་ཀྱི་ལམ་ཉེན་ཡོད་རེད་བ། དེ་ཚོ་ལ་དེ་ཚོ་གལ་ཆེན་པོ་རེད། ལ་སོགས་ཨ་ནི། ད་ལྟའི་རྒྱ་དེའི་བརྒྱུད་ནས་ཡང་ང་ཚོ་མ་འོངས་པ་ལ་སྤྱི་དང་ང་རང་སོགས་ད་ལ་གྲས་ཁ་ནས་རེད་མཐོ་སློབ་ཁ་ནས་ད་ལྟ་དྲན་ཤེས་པའི་སློབ་མ་དེ་ཚོ་ལ་ཡང་སྤྱི་གལ་སྲིད། ལོ་ཙཱ་བ་དང་སྐད་སྒྱུར་དེ་འདྲ་གི་བྱེད་རིན་དོན་ནི་ཡོད་ན། ཁོ་ནང་པ་ཚོ་ནི་ཡང་བསླབ་བྱ་འདྲ་བ་དང་ལམ་སྟོན་འདྲ་བ་ག་རེ་ཡོད་ན། ལ་འོང་ད་ལྟའི་གོང་དུ་ངས་ཞུས་པ་ནང་བཞིན་ད་དགྲ་བོ་ཆ་དྲུག་ཏུ་ཡིན་པ་ཡིན་ནས་ད། ཚང་མ་ཅིག་ང་ཚོ་ནང་བཞིན་ནང་བཅོས་བསྒྱུར་འདི་འདྲས་བྱེད་ཀྱི་མ་རོ། སོ་སོ་ཀྱི་ཡང་ཡིག་རྒྱུགས་གཞན་པ་གི་ནང་ལ་འཛུལ་འགྲོ་གི་རོ། ད་དེ་ཡིན་དུས་ག་རེ་གནང་པ་ཡིན་པ་ཡིན་ནས་གོ་བ་ནང་ལ་བསྒྱུར་གྱི་ཐོག་ལ་ཕྱག་ལས་གནང་པ་ཡིན་ནས་སོ་སོ་ཀྱི་ཤེས་བྱ་དེ། ད་ང་ཚོ་བསྒྱུར་དགོས་ཡིན་ན། ཐོག་མ་དཔྱད་ཞིབ་བྱེད་དགོས་ཀྱི་ཡོད་རེད་འདི་ནས། བསྒྱུར་དགོས་ཀྱི་ཡོད་རེད་དངོས་སུ་ཨ་འདི་ནས་བསྐྱར་ཞིབ་བྱེད་དགོས་ཀྱི་རེད། བྱུང་ན་ནི་དཔྱད་ཞིབ་བྱེད་པའི་སྐབས་སུ། གང་ཐུག་ཐུག་གང་འདྲ་འདྲ་དུས་ཚོད་དང། དེ་ནས་བསྒྱུར་དངོས་ཀྱི་སྐབས་སུ་ད་སོ་སོའི་ངོས་ནས་ད། ཉམས་མྱོང་དང་འབྲེལ་བའི་ཐོག་ནས་ཐབས་ལམ་འདྲ་མ་འདྲ་རྙེད་ཡོང་གི་རེད། དེ་ནས་བསྐྱར་ཞིབ་བྱེད་དུས་སྤུས་དག་པོ་ལྷོད་ལྷོད་ཅན་བྱས་ཡ་དེ་ཚོ་གལ་ཆེན་པོ་མཐོང་གི་འདུག་ད་ང་ཚོ་ཚང་མ་ང་ཚོ་བཅུག་ད་ང་འགྲོ་བྱས་ན་ང་རང་ཡོང་གི་ཡོད་དེ་འདྲའི་ད་གལ་ཞུ་གི་མེད། ཡིན་པ་ཡིན་ནའི། དེའི་རྗེས་ངེད་ལ་འགྲོ་ཚར་དུས་ཉམས་མྱོང་ཆེ་བ་རུ་ཨང། དེ་མིན་ང་ཚོ་རྗེས་མ་ཚོ་ལ་ཡང་ཞུ་ཡས་ཙམ་བརྗོད་ར་ད་ང་ཚོ། ད་བསྒྱུར་ཙམ་གྱི་མ་རེད་གཞོན་སྐྱེས་སུ་ཡིན་པ་ཡིན་ནའི་ར་ད་ང་འོན་ཏེ་ཞུ་འདོད་བྱུང་ཟེར། ཕྱག་ལས་ག་རེ་གནང་གི་ཡོད་ནའི་ར་ད་ང་ཚོ་དམིགས་བསལ་བོད་པ་ཡིན་དུས། འདི་ལ། གང་ཡོང་ཅི་ཡོང་གི་འབད་བརྩོན་ཞུ་ཡ་དེ་གལ་ཆེན་པོ་འཐོང་གི་འདུག་ཨ་ནི། ལས་ཀ་ག་རེ་ཡིན་པ་ཡིན་ནའི་སོ་སོའི་ངོས་ནས་འབད་བརྩོན་བྱས་པ་ཡིན་ན་གོ་གྲུབ་ཡོང་གི་རོ། འོན་ཏེ་གི་ཨ་ནི་འགྱུར་གྱི་ཐོག་ལ་ཕྱག་ལས་གནང་ཡ་ཡིན་ན། སྐད་ཡིག་དེ་ཤུགས་ཆེན་པོ་བཟོ་དགོས་ཡོད་རེད་རྒྱབ་ལྗོངས་ཤུགས་ཆེན་པོ་བཟོས་དགོས་ཡོད་རེད་དེ་ག་ནང་བཞིན།